ཚང་མ་ལ་འཚམས་འདྲིའི་བདེ་ལེགས་ཞུ་ཡ་དང་ཨ་ནེ་ཡང་དེ་རིང་ཧོ་ཅོ་ལོ་ཉིས་སྟོང་བཅུ་རྩ་དྲུག་ལོའི་ཧེ་ད་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་ཉིན་ཧེ་ད་བརྙན་ཐུང་ནང་ལ་ཏན་ཏཱ་གྷལ་ཟེར་ཏེ་ཏཱ་ད་ཟེར་ལ་ཧེ་ད་ཨ་རི་དང་ཨ་ནེ་ཡི་རང་ཨ་ནེ་ཏན་ཏཱ་གྷལ་ཟེར་ཏེ་ཧེ་ད་ཨིས་ར་ཨེལ་ཨ་ནེ་ཁོ་ཚོ་གསུམ་བར་ལ་ཨ་ནེ་དམག་འཁྲུག་ག་ལ་གང་འཚམས་ཤུགས་ཆེ་བོ་ཅིག་ག་འགྲོ་གི་ཡོད་དེ་རིགས་གང་ལྟར་བེ་ད་ཅིག་ག་གནས་ཚུལ་ཅིག་ག་དེང་གི་འོག་ཏུ་ར་སོང་ཙང་ད་དེའི་ཏན་ཏཱ་གནས་ཚུལ་སུ་དང་འབྲེལ་བའི་ཐོག་ནས་ཨ་ནེ་ཡང་ད་དེའི་ཆ་ལ་ག་བུ་ད་ཅིག། ད་སྐར་མ་སྐར་མ་ལ་ཁག་ད་གནས་ཚུལ་གསལ་བ་ཡིན་ན་རེད་ཡང་མེད་ན་འགྱུར་བ་གས་ཆོག་མང་པོ་ཞོག་ཅིག་ག་ལེ་འདུག་དེ་འདྲ་སོང་ཙང་ཨ་ནི་ཡང་དེ་ཚོ་སྐོར་ལ་ཁག་ད་ཅིག་གོ་ཅིག་ཚེས་ཆོད་འདུག་ཨ་ནི་ཡང་དེ་རིང་འདི་ལ་ཁག་ད་གོ་ནི་དེ་རེད་ད་བརྙན་ཐུང་ཅིག་ག་ཟེར་ན། ད་དེ་ཡང་ད་ལྟའི་ཆར་ང་ཚོ་ག་ཟེར་ཏེ་ཧན་ད་ཨ་རི་དང་ཨ་ནི་ཨི་རན་ཨ་ནི་ད་ལྟ་ཨི་ཟི་རལ་ཨ་ནི་ཁོ་ཚོ་གསུམ་བར་གྱི་ཧན་ད་དམག་འཁྲུག་སོགས་དང་འབྲེལ་བའི་ཐོག་ནས་ཨ་གནས་ཚུལ་གས་ཆོག་ཅིག་ག་རེ་ལས་འདུག་ལགས་ན་ད་དེ་ཡང་ད་ལྟ་དེ་རིང་ད་ལྟ་ཚེས་ཉི་ཤུ་དགུ་ཉིན་སོགས་ལ་ཨ་ནི་ཨ་རི་སྲིད་འཛིན་འགྲོ་ནོ་ཁྲོམ་ངས་ནས་ཨ་ནི་ཨ་རི་དེ་ལྟར་ཅིག་ག་མཐིང་ཆོག་ཚོགས་པ་དེ་ད་ནས་འཕྲོ་ལ་ཕག་ཁ་བ་ད་ཅིག

གནས་ཤུགས་ཆེན་པོ་ཞིག་སླེབས་སྐབས་སུ་ཨ་ནི་དེའི་སྐབས་སུ་ཧན་ཏཱ་སྲིད་འཛིན་ཁྲོམ་ངོས་ནས་ཨ་ནི་ཨ་རིག་གི་མཐུན་ཕྱོགས་ཚོགས་པ་ནེ་ཐྲོ་ལ་བར་ད་ཅིག་རེ་བ་འདྲ་བོ་ཞིག་བྱས་ཨ་ནེ་ཐྲོ་ངོས་ནས་ད་དེའི་གང་ལྟར་ཚོགས་ལམ་དེ་ད་ཅིག་སྒོ་འབྱེད་ཡག་པོ་བྱེད་ཐུབ་བས་གང་དེའི་དོན་དུ་ཚོགས་ལམ་དེ་ནི་ཨ་ནི་གང་ལྟར་ད་རྒྱལ་སྤྱིའི་སྣུམ་འོ་ཉེ་གྲུ་གཟིངས་སུ་ཡག་པོ་ཞིག་འགྲོ་ཐུབ་བས་གང་ལ་གང་ལྟར་རོགས་པ་སུ་རུ་བྱེད་དགོས་པའི་དེ་འདྲའི་རེ་བ་ཅིག་བྱས་ཡིན་པ་བལྟས་ན་དེའི་སྐབས་སུ་དེ་འདྲའི་རེ་བ་བྱས་ཡོད་བས་ན་གང་ལྟར་ནེ་ཐྲོ་ངོས་ནས་དེ་ལ་གང་ལྟར་བས་ལན་ཅིག་ཡག་པོ་བསྐྱུར་ནས་སྤྲད་མེད་བ་ད་གང་ལྟར་དོག་དོག་བྱས་ན་གང་ལྟར་ཁོང་ཚོ་གིས་རོགས་པ་ཅིག་གལ་ཆེ་མེད་པ་ནི་རོགས་པ་མ་བྱས་ཙམ་མ་ཡིན་པར་རོགས་པ་བྱེད་མཁན་མེད་པའི་དེ་འདྲའི་གང་ལྟར་ཁོ་ཚོས་རྒྱུ་མཚན་ཟུར་བ་ཆེ་བོ་ཞིག་སྤྲད་ཡིན་པ་འོ་ད་དེ་འདྲའི་གང་ལྟར་དཀའ་ངལ་ཅིག་ལ་གཞིགས་རྗེས་ད་དེ་འདྲ་དེ་རིང་དུ་ཨ་ནེ་ཨ་རིའི་སྲིད་འཛིན་གྲོ་ནོ་ཁྲོམ་ངས་ནས་ཨ་ནེ་ཨ་ཁྲོ་ལ་བར་ལྟ་ཅིག་སྐྱེན་ཆས་ཟུར་བ་ཡིན་ན་རེད་ཡང་མ་ནི་ཁ་ལོ་ད་ཅིག་ཀྱག་ཀྱག་ཟུར་བ་ཆེ་བོ་ཅིག་གང་ལྟར་ཅིག་བྱེད་ཀྱི་འདུག་བ་ད་དེ་ཡང་དང་པོ་དེ་ལ་སྐྱེ་མཆེད་གར་བྱེད་ལྟ་སྟེ་གང། ནས་ཐོད་ལ་ཉེ་ཚོགས་པ་དེ་དཔེ་དེ་ཨི་འཇིག་ག་དེ་མ་སོང་ན་ཁ་བ་ལ་ཁ་བ་ལ་ན་དཔེ་དེ་ཞོ་ཞིག་བློ་ཁོག་ཆུང་ཆུང་རེད་ཨ་ནི་དེ་ཙམ་མ་ཡིན་པ་ད་ག་སི་ནས་ཐོད་ལ་ཉེ་ཚོགས་པ་ན་ལ་ཨ་ནི་ཨ་རི་ལ་ཉེ་དེ་མི་བ་ན་ཨ་ནི་ད་དེ་ད་ག་ཟི་ག་ཟུ་ད་ཅིག་ཤུ་ཞིག་གང་ལ་བྲིས་ཆོག་གི་རྟགས་དང་གཅིག་པ་རེད་ལོ་ད། དཔྲལ་ཁ་བོ་ནི་དཔེ་པ་ལོ་ད་ག་ར་སི་ན། ཤུལ་གང་ལ་བྲིས་རྒྱུ་བརྟགས་ཏེ་རྫིག་པོ་ཤ་མོ་དེ་ཁོ་ལ་ནི་བ་གན་ཡམ་རོ་དེ་འདྲ་སོང་ཙང་ཨ་ནི་དེའི་དགྲ་བོ་རེད་ལ་ནི་དེ་འདྲས་གང་ལྟར་བས་ད་སྐྱེས་མཆེད་ཡམ་དེ་འདྲས་གང་ལྟར་བས་གྱ་གྱ་ཏ་ཏ་ཅིག་ཨ་བྱེད་ཀྱི་འདུག་ཨ་ནི་དེ་བྱས་ཙང་མ་ཡིན་པ་ཨ་ནི་དེ་གི་མཉམ་དུ་ད་བས་ཨས་ད་འདྲ་བྱས་ལ་ཨ་ནེ་ཁྲོ་བོའི་ག་ལུ་ད་ཅིག་ཚོགས་མི་ཚེ་ཚོ་ངས་ནས་ཨ་ནི་རྒྱལ་སྤྱིའི་གི་སྣུམ། གོང་ཕ་རས་ཚོ་གང་ལ་བས་ད་ཅིག་རྙོག་དྲ་བཤད་ས་ཡམ་དེ་ཚོ་གང་ལ་ཁོང་ཚོ་བས་དེ་ཞོ་ཅིག་གང་ལྟར་མ་ག་བས་རྣམ་འགྱུར་ཟེར་བས་བསྟན་གྱི་འདུག་ཨ་ནི་ག་ཚིག་ཁོང་ཚོ་ལ།

བྱས་ཡ་མ་རེད། འོ་དེ་འདྲ་སོང་ད་ད་གང་ད་དོག་དོག་གང་ད་ཁ་སང་དུ་གང་ད་ཁོང་ཚོ་ངས་ནས་ད་ཅིག་ཚུགས་ཨ་རི་ལ་ལན་སྤྲད་སྟངས་དང་གང་ད་ཨ་རི་ལ་ཅིག་བྱེད་སྟངས་བྱུང་ད་དེ་ཚོ་གང་ད་ང་ཚོ་གིས་དྲན་པ་བྱེད་ཀྱི་མ་རེད་ལ་དེ་རེད་གང་ད་པོའི་སྐད་ཆ་དེ་འདྲ་ད། སིན་སི་ཁྲོམ་ངས་ནས་གང་ད་ཅིག་བཤད་བྱེད་ད་ཏི་ཤུ་ལ་དོག་དོག་གང་མང་བ་ད་ནས་ཁྲོ་ལ་གང་ད་དཀའ་ངལ་སོ་རེ་འཕྲད་ན་དེའི་སྐབས་སུ་གང་ད་ཨ་རི་གིས་ད་བསམ་བློ་གཉིས་བ་ཞིག་བཏང་ཡོང་པས་དེ་འདྲ་གང་ད་པོའི་ད་ལྟའི་གསལ་བོ་སངས་རྒྱ་ད་ལྟའི་གསལ་བོ་སེ་རྐྱང་འདྲ་བོ་ཞིག་གང་ད་ཅིག་བསྟན་བྱེད་ད་དེ་ཡང་ཅིག་ད་ནས་ད་ཁ་སང་དུ།

དེ་བཞིན་ཏཱ་ཏི་ཡི་མི་ཏིས་གནས་ཚུལ་གལ་ཆེ་བོ་གཅིག་ཁ་རེ་གོ་ཚུལ་ལ་ན་ཏཱ་ཏི་ཡང་དེ་རིང་དེ་འདྲ་ཚེས་དེ་འདྲ་ཉི་ཤུ་གི་ཉིན་ཙུག་ལ་ཨཱ་ནི་ཨི་ཟི་རལ་ངས་ནས་ཨཱ་ནི་ཡང་གསལ་བསྒྲགས་གལ་ཆེ་བོ་གཅིག་ཁ་རེ་བྱེད་ཤེས་ལ་ན་ཏཱ་ཏི་ཕ་ཅི་དེ་འདྲ་གང་ད་ད་ད་ལན་གི་དེ་འདྲ་ཕ་ཅི་ད་ད་ལན་དེ་འདྲ་ན་ཡིན་ཟེར་ག་ཚད་ད་ལན་དེ་འདྲ་སོང་ལ་ཨཱ་ནི་ཨི་ཟི་རལ་དེ་རི་ད་ཅིག་གཏོར་སྐྱོན་སོང་ལ་ཨཱ་ནི་ཨི་རང་དེ་རི་ད་ཅིག་གསང་བའི་ལས་ཁུངས་ཀྱི་ཨཱ་ནི་མཐོ་རིམ་གྱི་གོ་སྒྲིག་གལ་ཆེ་བོ་གཅིག་ཨཱ་ནི་གསལ་ཡོད་དེ་རིང་གང་ད་ཡང་ཕེབས

གསལ་བསྒྲགས་ཀྱི་གང་ལྟར་གཅིག་ཆ་ནི་དེ་ཙམ་མ་ཡིན་པ་དང། ད་ཐེངས་དེ་གི་མི་གལ་ཆུ་སེར་གྱི་སྒང་ལ་ནི་གང་ལྟར་ད་ཕའི་ཁ་ལོ་གཅིག་ཆ་ཤིག་ཏུ་རྙེད་འགྲོ་ད་དེ་ད་ཨི་ཟི་རལ་ནང་ལ་ཡིད་སྐྱོ་དུ་རེད་ད་ཅིག་ཨི་ཟི་ཨི་ཟི་རལ་གྱི་གསང་བའི་ལས་ཁུངས་ཡིན་ན་མིན་ན་གཉིས་ད་ཨི་ཟི་རལ་ནང་ལོགས་ཁོ་རང་ལ་ད་གསང་བའི་ལས་ཀ་ཞིག་རྙེད་ད་ཤིན་བལ་དང་ཨ་ནི་ཨི་ཟི་རལ་གྱི་ཕྱི་ལོགས་ལ་དེ་རུ་ལས་ཀ་ཞིག་རྙེད་མོ་གསར་ལ་རྙེད་ད་དེ་གི་མཉམ་དུ་ད་ཨི་ཟི་རལ་དེ་རུ་ད་ཅིག་དམག་མིའི་གསང་བའི་ལས་ཁུངས་རུ་ད་གང་ལྟར་ཁོང་ཚོ་གསུམ་མཉམ་རུབ་ཀྱི་ཐོག་ནས་གང་ལྟར་ད།

དེ་ཕྱི་ད་ལྟའི་གནས་ཚུལ་གལ་ཆོག་ཅིག་ལ་ག་རེ་གོ་ཚུལ་ལ་ན། ད་ལྟའི་ད་ལེ་དང་ད་ཨ་རི་དང་ཨི་ཟི་རལ་ཨི་རང་ཁོ་ཚོ་གསུམ་བར་གྱི་དམག་འཁྲུག་ཞིག་གནང་བ་ལ་ད་ད་ཨ་རི་དང་ཨི་ཟི་རལ་ངེད་ནི་ཕ་ཨི་རང་ལ་གང་ད་ད་ཅིག་དམག་རྒྱག་ག་ཡིན་ནམ་གང་ད་ད་དེ་དྲག་པོའི་བཙན་འཛུལ་བྱེད་དགོས་སོ་ཨ་ནི་ཁོ་ཚོ་གི་ད་ཅིག་ཐབས་ཅི་ཅིག་ག་རེ་བྱེད་ལ་ད་ལྟའི་གང་ད་ཨི་རང་གང་ད་མཐོ་རིམ་གོ་རིགས་ཚང་མ་གང་ད་ལྐོག་ཟ་སོ་ར་བཏང་རྗེས་གང་ད་ད་ཅིག

བསམ་ཚུལ་ཞིག་ནི་དེ་རེད་ཅིག་ཡོང་གི་འདུག་ཨ་ནི་དམིགས་སུ་བཀར་རྒྱུ་དང། ཨི་རན་གྱི་ནང་ལ་དེ་རེད་ད་ཅིག་ཆོས་ལུགས་ཀྱི་དབང་ཆ་སིམ་ཉ་ཡིན་ན་རེད་ཡ་མ་གོ་ལ་ད་ཅིག་གང་ལྟ་གཞུང་གིས་གང་ལྟ་ཕེབས་སྒྲོམ་གཞི་ད་ཐིག་གི་སྒྲོམ་གཞི་དེ་གང་ལྟ། ཨ་རི་དང་ཨི་ཟི་རལ་གྱི་བསམ་པ་ནང་ད་ཅིག་མ་ཡིན་པ་བ་དེ་ཞི་བོ་ཅིག་གང་ལྟ། ད། ང་ཚོ་ད་སྐད་ཆ་ཡག་སར་བཤད་ན་ཚགས་ཚུད་བོ་ཞི་བོ་ཅིག་བ་ཡ་མ་གོ་ལ་ད་ཅིག་ཞི་བོ་ཅིག་གང་ལྟ། ཁྲག་པོ་ཅིག་གང་ལ་ཡོད་ཡོད་དེ་འདྲའི་གང་ལྟ་བའི་བསམ་ཚུལ་ཞིག་ནི་ཡོང་གི་འདུག་ཨ་ད་ང་ཚོ་དཔེར་ན་ཁང་པ་ཞིག་བརྩིགས་པ་བྱུང་ཁང་པ་དེ་དང་པོ། ད་འོག་ནས་བལྟས་དེ་དེ་གང་ལྟ་ཞི་བོ་ཅིག་གང་ལྟ་ཡག་པོ་ཅིག།

གཞི་རྩ་རག་ནས་བལྟས་ཏེ་ལོག་ཀ་རེད་ལོག་ཀ་རེད། ཝེ་ནེ་ཛུ་ལཱ་ནཱ་ལ་གང་ལྟར་ད་མང་ཆེ་བ་ཞིག་མི་གཅིག་གི་དབང་ཆ་ཟིན་མེད་དང་མི་གཅིག་གི་གང་ལྟར་སྟངས་འཛིན་འོག་ལ་འགྲོ་དེ་གི་འདུག་བ། ད་ཡིན་ན་ཨི་རན་སྤྱི་བཏང་མང་ཆོག་དེ་ཨ་ཡོད་དུ་ལ་ཁ་མི་ནོན་གོ་ལ་ཡ་ཡར་དེ་ཡིན་ན་ཡང་གང་ལྟར་སྒྲོམ་གཞི་དེ་རྦད་དེ་ལས་གཞི་ཆ་ཆ་དེ་ལས་རྦད་དེ་གང་ལྟར་ད་གང་ལྟར་ཚགས་ཚུད་བ་ཡར་ལ་བ། ད་བེ་ན་ཆ་ཆ་ན་དང་པོ་ཨི་རན་ནཱ་ལ་ད་ཅིག་ཆོས་ལུགས་དབང་ཆ་ཟིན་མེད་དང་དེ་འབྲེལ་གྱི་ཆེད་དཔོན་དབང་ཆ་ཆེ་བོ་ཞིག་ཡ་ཡར་དེ་ཡིན་ན་དེ་གི་མཉམ་དུ་ཡང་མང་ཚོགས་ཀྱི་སོ་ནས་དམ་བཅུག་ས་དེ་ནས་ཡང་སྲིད་འཛིན་ཡང་ཡར་བ་སྲིད་འཛིན་བཞེངས་པ་དང་ཕྱི་སྲིད་ཀ་ནས་ཚང་མ་ཡར་བ། འོ་དེ་འདྲ་སོང་ཙང་གང་ལྟར། ད་ཅིག་ཨི་རན་གྱི་ནང་ལ་གང་ལྟར་དེ་འདྲའི་མི་གལ་ཆེ་ཆུ་ལྐོག་གསོད་བཏང་ཡོད་ན་དེ་གི་ལམ་ནས་ལམ་སང་ད་ཨ་རི་དང་ཨི་ཟི་རལ་གྱི་ས་བར་ལམ་སང་གི་ས་བར་ནང་ལྟར་ལམ་སང་ཅིག་ཅིག་སྦོ་ལུག་པའི་ལམ་ས་གང་ལྟར་འཕེལ་ནས་ད་ཅིག་འབྲས་བུ་ཞིག་འཐེན་ཏེ་ཁག་པོ་རེད་ལ་ཡིན་དེ་འདྲའི་གང་ལྟར་འཕེལ་བསམ་ཚུལ་ཇི་སྙེད་ཅིག་ཡོང་སྟེ། དེ་ཕྱི་ད་ལྟའི་ཡང་ཏིས་གནས་ཚུལ་གལ་ཆོག་གཅིག་ག་རེ་གོ་ཚོད་ལ་ན་ད་ལྟའི་ཡང་དེ་རིང་ད་ལྟ་ཚེས་དེ་འདྲ་ཁ་གསལ་ཏེ་ཉི་ཤུ་ཉིན་ཚོ་ལ་ཨ་ནི་ཧྥེན་ཆི French ཕྱི་སྲིད་བཀའ་ལན་ངེས་ནས་ཨ་ནི་ཡང་ད་ལའི་དམག་འཁྲུག་དང་འབྲེལ་བའི་ཐོག་ནས་ཨ་ནི་སྐད་ཆ་གལ་ཆོག་གཅིག་ག་རེ་བཤད་ཅི་ལ་ན་ད་ལྟའི་གང་ད་ད་ད་ཚེ་ལ་ད་ཅིག་དམག་འཁྲུག་དེ་གི་ད་ཁ་ཕྱོགས་དེ་ལ་ཅིག་ལྟ་ཡི་སྐབས་སུ་ད་ལམ་སང་ཅིག་མཇུག་བསྒྲིལ་ཏེ་ཞོག་ཅིག་ཁག་པོ་རེད་བཤད་ལ་ད་ལྟའི་ཡང་ཅིག་ད་ག་ད་ཁ་སང་ཐོག་ནས་གོ་ཚུགས་ཅིག་ཨ་རི་སི་ནི་གྲོ་ནོ་ཁྲུམ་གི་སྐད་ཆ་བཤད་སྟངས་ཅིག་རེད་དེ་ཙམ་མ་ཡིན་པ་དེ་རིང་དུ་བ་སི་ལའི་ནེ་ཐན་ཡ་ཧུའི་སྐད་ཆ་བཤད་སྟངས་དེ་སྐབས་སུ

དེ་བཞིན་ཏཱ་ལའི་ཡང་བཀྲིས་གནས་ཚུལ་གལ་ཆེ་བོ་གཅིག་ག་རེ་གོ་ཚུལ་ལ་ན། ཏཱ་ལའི་ཡང་དེ་རིང་ད་ལྟ་ཕ་རྗེས་ཚེས་དེ་ལྟར་ཉི་ཤུ་ཉིན་ཚོ་ལ་ནི་ཨི་རན་དེ་ལྟར་དེ་ལྟར་དམག་མི་གི་དྲི་ཟབ་ངན་ནི་ཨི་རན་གསར་བརྗེ་དམག་མི་དྲི་ཟབ་ངན་ནི་ཨ་རི་དང་ཨི་ཟི་རལ་ལ་བར་ཉེན་བརྡ་གཅིག་ག་རེ་བཏང་ཞེ་ལ་ན་ཏཱ་ལའི་ག་ན་ད་ལྟ་ཚེས་ལ་ད་ཕེབས་གང་ལྟར། ཁོ་ཚོ་བྷེལ་ཇིང་བར་གྱི་ཟླ་གཅིག་དམག་འཁྲུག་ནང་ལ་དཀའ་ངལ་འཕྲད་ཙམ་མ་ཡིན་པ་ནི་དེ་གི་མཉམ་དུ་ད་ལྟ་དུས་ཚོད་ལ་ད། ཨིས་རལ་དང་ཨ་རིག་གི་མི་དམངས་ད་ག་ད་ས་ཆ་ག་བ་ཡོད་ན་དེ་ཚོ་ཚང་མ་ག་ད་ད་ཅིག་ག་ད་བདེ་འཇགས་ཅིག་ག་ལ་ཡ་མ་ལ་ད་བེ་ན་ང་ཚོ་ད་ཨ་རིག་ཁོ་རང་ད་ལ་བེ་ན་ང་ཚོ་ད་མི་ཕག་ཚོ་ཡུལ་སྐོར་སྤྲོ་འཆམ་འགྲོ་ས་མང་པོ་ཡོད་ར་ང་ཚོ་ད་ཅིག་གླིང་ཁ་ཏྲའོ་དང་མཚོ་འགྲམ་མང་པོ་ཡོད་ད་དེ་ཚོ་ག་ད་ཚང་མ་ག་ད་ད་ཅིག་ཉིན་ག་དེར་ཡེ་ཡོད་དེ་འདྲས་ག་ད་བེ་ཉིན་ད་ཅིག་ག་བཏང་ཞིང་ད་ཏི་ཤུ་ལ་རྡོག་རྡོག་ག་ད་ཁོ་ཚོ་གི་ད་ཅིག་དྲག་ཆས་པ་བེ་ཆེ་ཆེ་ཆེ་ག་ད་ད་དཀའ་ངལ་སོ་སྤྲེལ་ཡིག་དེ་འདྲས་ག་ད་བེ། ཉི་ཟླ་དྲོ་བོ་གཅིག་བཏང་ཕྱིར། དེའི་ཕྱི་ད་ལྟའི་གནས་ཚུལ་གལ་ཆེ་བོ་གཅིག་ག་རེ་གོ་ཚུལ་ལ་ན་ད་ལྟའི་ད་ལེ་དང་ཨི་ཟི་རལ་དང་ཨ་རི་ཨི་རན་ཁོ་ཚོ་གསུམ་བར་གྱི་ཨ་རི་དམག་འཁྲུག་དུ་གོ་བཙུགས་བ་ནས་བཟུང་རྗེས་གང་འདི་ལྟ་ཅིག་གིས་མི་མང་པོའི་བསམ་པའི་ཡུལ་ལ་མེ་སྐྱུག་གང་འདི་ལྟ་ཅིག་གིས་གྱུར་བ་གཅིག་ག་ལེ་ས་ད་ལྟའི་རྒྱལ་སྤྱིའི་སྣུམ་དང་གེ་སི་ཁྲོམ་ར་ད་རེ་དཀའ་ངལ་ཞེ་བོ་ཞིག་འཕྲད་སོང་ད་ལྟའི་དོ་དོ་གང་ད་ཨི་རན་གྱི་དེ་གང་ད་ལག་ཆ་བེད་སྤྱད་བྱས་རྗེས་ཨ་རི་དང་ཨི་ཟི་རལ་ལ་བར་ཁ་བརྡ་བྱེད་དགོས་སུ་ད་དེ་གང་ད་ཨ་རི་དང་ཨི་ཟི་རལ་ལ་དཀའ་ངལ་སྤྲད་ཙམ་མ་ཡིན་པར་དེའི་མཉམ་དུ་རྒྱལ་སྤྱི་ཁོ་རང་ལ་གང་ལྟར་དོ་ཕོག་ཤོར་ཞིག་བཟོས་སོང་བ་ད་ཐེངས་དཔེར་ན་བྱས་ན། ཚོང་ལམ་གས་ཆོག་ཀ་ཡ་འདི་སྙམ་དུ་སྣུམ་མོར་ཉལ་གྲུ་གཟིངས་ལ་གཏོར་སྐྱེལ་བཏང་ཙམ་མ་ཡིན་པར་འདི་སྙམ་དུ་ད་ཅིག་སྣུམ་ཚོ་ལྟེ་སྙེད་ཁ་རྒྱ་ཁབ་ཚོ་མང་པོ་ནང་ལ་ཁོང་ཚོ་གི་གཏོར་སྐྱེལ་ཤོར་ཞིག་བཏང་སོང་འོ་དེ་འདྲ་སོང་ཙང་ད་དེ་དང་ད་གཏོར་སྐྱེལ་སོ་བཏང་བསྟན་ཅིག་ད་ད་དེ་ཅག་སྣུམ་དང་གས་སོགས་ནམ་གྱི་ནང་ད་ཅིག་ཨོར་ཐུག་གི་ཡ་མ་རོ་འོ་དེ་འདྲའི་ག་ད་ད་ནས་ད་ཅིག་བྱས་ད་སྣུམ་དང་གས་གང་ལྟར་དེ་ཚོ་གང་ལ་བཏང་ཉལ་ད་ད་ད་རྒྱལ་སྤྱི་ཚོགས་པ་ཚོ་གང་ད་དེ་ཅག་ཚེ་དཔག་ཅིག་གར་བྱེད་དུ་ལ་ན་ད་དེ། ད་ད་ད་ཁ་ཆེ་ས་ཁུལ་ནས་སྣུམ་དང་གས་སུ་ད་ནམ་གྱི་ནང་ད་ཨོར་ཐུག་ཡས་ཅིག་ཟོ་ཐུག་ཡས་ལ་ད་ད་ཧུང་ད་ད་ཧོར་ཐུག་ཚེ་གོ་གི་ལ་དེ་ལས་ལོག་ལ་དེ་འདྲ་ཟོ་ཐུག་གི་མ་ལ་ཧོར་ཞེས་ད་དེ་ཡང་བས་དེ་ད་ད་ལ་ད་ཨ་རི་དང་ཨི་ཟི་རལ་ཨི་རང་ཨ་རི་དང་ཨི་ཟི་རལ་གང་ད་ཁོང་ཚོ་བས་དམག་བསྐྱེལ་སྐབས་སུ་ངའི་གནས་ཚུལ་གྱི་ད་ཅིག་ད་ད་ཨི་རང་གི་གཏོར་སྐྱེལ་སུ་བསྟན་རྗེས་ཨ་ནི་སྣུམ་དང་གས་སུ་ཁྲོམ་ར་ལ་དཀའ་ངལ་འཕྲད་ཡས་སུ་གང་ལ་ཁོང་ཚོ་གིས་དེ་ཡས་སུ་ད་མནའ་མེད་བཏང་ཞེས་ལ་ད་དེ་ད

གང་དང་ཡི་གེ་དྲག་ཅིང་ཐན་ཞིང་དང་ཁོ་རང་ཉིད་དང་ཁ་ལ་ཆགས་སོང་ད་དེ་ད་ནི་ཁ་སང་དུ་ཨ་ནི་ཏུར་ཀི་དང་དེ་དག་ཨོ་མན་སོགས་དང་གཏོར་སྐྱེན་དེ་སོགས་ལྟར་སོ་ད་དེ་གི་གཏོར་སྐྱེན་ཚོ་ཨི་རན་གི་གཏོར་སྐྱེན་གས་བཏང་རྒྱུ་མ་རེད་དེ་ཚོ་ད་གང་ད་ཨིས་རལ་གི་གཏོར་སྐྱེན་བཏང་ཡོང་དེ་གི་གཏོར་སྐྱེན་བཏང་གས་ད་དེ་གང་ད་ས་ཁུལ་ད་ག་རང་ལ་ཡི་རྒྱུ་གི་རྒྱལ་ཁབ་ཕན་ཚིན་པ་ལ་རྙོག་དྲ་དང་ཕན་ཚིན་པ་ལ་དཀྲུགས་ཤིང་རྒྱག་ག་ཞིག་ད་ནི་དེ་གཏོར་སྐྱེན་དེ་བཏང་རེད་ལ་ནི་དེ་དེ་གང་ད་ཁོ་རང་པས་ད་གཅིག་གསལ་བསྒྲགས་དྲོ་ཅིག་ཨ་ཆེ།

དེ་ཕྱིར་དེ་ཉིན་ཐ་མ་དེ་ལ་ངས་ད་ཐེངས་དེ་དང་བརྙན་ཐུང་མཚམས་མ་བཞག་ངེས་ལ་ནི་ངའི་བརྙན་ཐུང་ཟིན་ཡང་ཚང་མ་ལ་ང་རེ་བ་ཅིག་ག་རེ་ཞུ་ན་ན་ད་དེ་ད་ལྟ་ངའི་བརྙན་ཐུང་ལ་བལྟ་ཡ་ཙམ་མ་ཡིན་པར་དེ་སྙམ་དུ་ངས YouTube ལ་ཚོགས་ཞུགས་བྱས་ཡིན་ནའང་རེད་ཡང་མིན་ན་བརྙན་ཐུང་ཚོ་ཕག་སུ་ཁམས་དགྱེས་རྒུར་བྱོན་དེ་ཙམ་མ་ཡིན་པར་ད་ངས་བརྙན་ཐུང་ཚོ་ལ་དགའ་ཐོག་དང་ཆེན་དུ་སྤྲད་ཐུབ་ན་དེ་ང་ལ་ཕན་ཅིག་ཐོགས་དེ་འོ་དེ་འདྲ་སོང་ཙང་ཨ་ཚང་མ་ཡིས་དེ་འདྲ་བྱེད་ཐུབ་པས་དེ་འདྲ་ངས་རེ་བ་ཅིག་ཞུ་ཨེ་རོགས།